ཟླ་གཅིག་ཟླ་བདུན་པའི་གི་ཚེས་པ་བཅུ་དགུ་ད་ཟླ་དུས་ཚོད་བྱས་ན་ཆུ་ཚོད་བཅུ་གཅིག་དང་སྐར་མ་བཅོ་ལྔ་ཏག་ཏག་རེད་ཤག་ཞོགས་ཀས་ཀྱིས་ང་དེ་ལས། རྫ་བྲག་ཟེ་རྫ་བྲག་ཟེར་ནས་ཀྱིས། གསལ་བྲག་གལ་ཆེན་པོ་ཆེ། འདི་ཆེད་དུ་གླས་པ་ཡིན། ཨ་ནི་གསལ་བྲག་ཞུ་ཡ་འདི་ཁ་གསལ་ང་ཚོས་ཨིམེལ་བཏང་ཡོད་ལ། ཨིམེལ་ནང་ལ་ང་ཚོ་ད་ལྟ་བཙན་བྱོལ་བོད་མིའི་སྒྲིག་འཛུགས་ཀྱི CTA ཀྱི་ད་ལྟ་མི་འབོར། གྲངས་མདོ་བསྡུས་ཡག་གི་ཡིག་ཆ་དེ་སྐོར་ནས་གསལ་བསྒྲགས་ཞུ་ཡག་ཡིན། ཨ་ནི་ཁ་སང་དེ་ཚོ་ཚང་མ་འབྱོར་ཡོད་རེད་ཁ་ཤས་ང་ཚོས་དེ་འདྲའི་བཀྲ་མི་བཀྲ་མི་ཡོད་ང་ཚོ་རྒྱུན་ལས་བརྒྱུད་ནས་ཨ་འདིའི་སྐོར་ལ་ངས་ཡང་བསྐྱར་ད་དེ་རིང་ཚུགས་དངོས་སུ་ཅིག་བིདེའོ་གི་བརྒྱུད་ནས་ཁྱེད་རང་ཚོ་ལ་འདིའི་འགྲེལ་བཤད་བརྒྱབ་ན་བསམ་བསྡད་ཡོང་བ་ཡིན། ཨཱ་ནི། ད་མི་འབོར། གྲངས་མདོ་བསྡུ་ཡ་ས་ལ་ཡ་འདི་ད། རྩ་བའི་ཕལ་ཆེར་ཚང་མས་ཧ་གོ་གི་རེད་གལ་ཆེན་པོ་ག་ཚད་ཅིག་མེད། ད་འཛམ་བུ་གླིང་གི་རྒྱལ་ཁབ་ཆེ་ཆུང་ཚང་མ་གི་མི་འབོར་གྲངས་བཤེར་ལ་ཡ་འདི་བྱས་བསྡད་ཀྱི་ཡོད་རེད་འདི། ཁོ་གར་ལ་བ་རེད། ད་རྒྱལ་ཁབ་ཅིག་གི། ལས་ཀ་ག་འདྲ་བྱས་ནས་འདི་གི་ཁ་ལ་བར basis འདྲ་བ་འདི་གཞི་བཟུང་ས་འདྲ་བ་འདི་མི་འབོར་གྲངས་ཐོ་ལ་ཆགས་ཡོད་རེད་དཔེར་ན infrastructure develop བྱེད་ཡ་ཡི་ནི་རེད་སྨན་ཁག་བརྒྱབ་ཡ་ཡི་ནི་རེད་སློབ་གྲྭ་རྒྱག་ཡ་ཡི་ནི་རེད་གཞན་དག་ཕར་ཕྱིན་ནས་འོས་བསྡུ་བྱེད་ས་གི་ཏེ་འོས་བསྡུ་གི་གཅིག་གི་ས་མཚམས་དབྱེ་བ་བྱེད་ཡ་ཡི་ནི་རེད་གང་ལྟར་ཏེ་མི་འབོར་ལ། བས་མ་ཤ་བའི་གི་ད་ག་འདིར་ལས་ཀ་ཅི་ཡོད་མ་རེད་པ། བྱས་ཙང་འདི་ཡི་ཁོ་བྱས་ཙང་མི་འབོར་ཞིབ་བཤེར་ཟེར་ཡ་འདི་ད་གལ་ཆེན་པོ་ཞུ་བ་ཅི། རྒྱལ་ཁབ་ད་གཞན་དག་ཕ་ཤ་ནི་རྒྱ་ནག་ཡང་ཅི་གལ་ཆེ་དེ་ཡོད་རེད་བ། ད་དེ་འདྲ་ཅི་རེད་བྱས་ཙང་ང་ཚོ་ད་ལྟ་བོད་གཞུང་གི་ད་ང་ཚོ་བཙན་བྱོལ་བོད་མིའི་སྒྲིག་འཛུགས་ཀྱི་ད་རིང་མི་འབོར། བྲང་དུ་བསྡུ་ཡ་དེ་ཡང་གཅིག་གིས་སྔས་མ་ན་ཞིག་གི་ཡིག་ཆ་གཅིག་མང་པོ་རྒྱང་གོ་ཡ་མེད་པ་སྟབས་བདེ་བོ་བྱས་ནས་དེ་འདྲས་ཀྱིས་བཟོས་ཤག་བྱས་ས་དེའི་དམིགས་ཡུལ་ད་ག་རང་རེད་ད་གོས་པ་དམིགས་ཡུལ་འདྲ་བོ། དངོས་ནས་བན་བཙན་བྱོལ་བོད་མིའི་སྒྲིག་འཛུགས་ཀྱི་ལས་ཀ་ཆབ་སྲིད་རེད་འཛིན་སྐྱོང་རེད་དཔལ་འབྱོར་རེད་ཡང་སྤྱི་ཚོགས་ཀྱི་བདེ་དོན་གྱི་ལས་ཀ་ག་འདྲས་ཀྱིས་བྱས་པ་ཡིན་ནས་ཁོ་མི་འབོར་གྱི་གྲས་འགའ་གཅིག་གི་གཅིག་ངེས་ཅན་གྱི་ཡོད་པ་ཡིན་ན་ཁོ་ལས་ཀ་བྱས་བདེ་བོ་ཡོད་པ་ལས་ཀ་ཁོ།

ཕྲན་ག་རྩིས་བྱས་ན་ཧ་གོ་ཡག་ཅིག་རེད་མ་གཏོགས་མི་འབོར་ཕྲན་ག་རྩིས་ན་ད་དངོས་ཡོད་ཁོ་ར་ངོ་ནས་མ་གི་གཞོན་སྐྱེས་མེད་པ་དང་དངོས་ནས་གྱེན་འགོག་མ་ཞིག་ལྷག་མེད་པ་ཡིན་ན་ད་གྱེན་འགོག་དེ་ལ་འཛུལ་འདི་ལ་བབས་པའི་གི་གྱེན་འགོག་དེ་འཛུལ་གི་ལྟ་རྟོག་བྱེད་ཡག་ཏུ་ཡང་ལས་འཆར་ག་འདྲས་སྤེལ་གོ་ར་བྱས་ཚར་མི་འབོར་སེང་ངེ་འདི་ཕྲན་ག་རྩིས་དུས་གཅིག་ངེས་ཅན་གོ་ཡག་དེ་གནད་འགག་ཆེན་པོ་བཞི་པོ་ཅིག་ཆགས་བསྡད་གི་ཡོད་པ་དེ་ད། དངོས་ཡོད་གནས་ཚུལ་རེད། ད་འདི་ད་ལྟ་བོད་མིའི་སྒྲིག་འཛུགས་ཀྱི་དགོས་པ་དང་དམིགས་ཡུལ་གཅིག་རེད་བསམ་གྱི་འདུག་ཨ་གཉིས་པ་དེ་ལ་ད་ཅིག་གི་གཞུང་དང། མི་མང་བར་ལ་འབྲེལ་བ་བྱེད་ཡ་དེ་ཁོ་ཅིག་གི་ཅིག། མིའི་གི་ཅིག་གི་གྲངས་ཚད་ག་བ་ཡོད་རེད་ར་བ་མི། སློབ་སྦྱོང་བྱེད་མཁན་ག་ཚོད་དོ་མི་གཞོན་སྐྱེས་ག་ཚོད་དོ། སློབ་གྲྭར་འགྲོ་མཁན་ག་ཚད་དོ། ཨ་འདི་ནང་ནས་སློབ་སྦྱོང་ཐོན་པ་ག་ཚད་དོ་དེ་འདྲའི་གི་ཕྲན་ག་དང་ཨ་ནི་ཅིག་གི་ཅིག་གི་མི་མང་དང་ག་འདྲ། གཞུང་གཉིས་ཀྱི་བར་ལ། འབྲེལ་བ་དེ་ཐག་ཉེ་རུ་བཏང་ཡང་དེ། རྒྱུ་མཚན་གཉིས་པ་དེ་རེད་བསམ་གྱི་འདུག་ཨ་ནི་རྒྱུ་མཚན་གསུམ་པ་དེ་ད་ལྟ་དེ། ཅིག་གསུང་གི་འདུག་ད་ཅིག་དེང་སང་དུས་ཚོད་ལ་ད་དྲ་རྒྱའི་དུས་ཚོད་འདྲ་བ་ཞིག་ཆགས་བསྡད་ཀྱི་ཡོད་རེད་པ། ལྷག་པར་དུ། ཅིག་གི་ཉེ་ཆར་ནས་ད། ཅིག་གི། ཏོག་དབྱིབས། COVID Pandemic དེ་ཆགས་ནས་ཆད་ནས། ཅིག་གི་ལས་ཀ་མང་པོ་ཅིག་ང་ཚོ་ད་ཅིག། དྲ་རྒྱ་བརྒྱུད་ནས་བྱེད་དགོས་ཡག་གི་དུས་ཚོད་ཆ་དུས་ད་གཅིག་གི་ཁ་ལོ་རེད། དེ་འདྲའི་ཐོག་ནས་ད་ལས་ཀ་མང་པོ་ཅིག་བྱེད་མ་ཡིན་ནས་ཡོང་གི་རེད་ལས་འཆར་སྤེལ་ཡག་དང་ཆེ་ས་དྲ་རྒྱའི་གི་ལམ་ནས་གཞུང་གི་འཛིན་སྐྱོང་དེ་ཚོ་ཡི་དྲ་རྒྱའི་གི་ཐོག་ནས་བྱེད་ཐུབ་ཡག་གི་ལས་སླ་རུ་ཡོང་ཡག་འདི་འདྲའི་གི་ཐོག་ནས་ཅིག་གི་དགོས་པ་མིང་ཡུལ་གཅིག་རེད་ཤག་ད་ཨ་ནི། ལྟར་བྱེད་དགོས། ད་ལྟ་ཁ་ཤས་ཀྱིས་ཡང་གོང་དེ་ཕལ་ཆེར་འདི་ནང་ལ་དོན། ཕོམ་ཤོག་འདི་ནང་ལ། དོན་ཚན་ཁ་ཤས་ནང་ལ་ཆོལ་ཁ་ག་རེ་ཡིན་པ་ཆོས་ལུགས་ག་རེ་ཡིན་པ་དེ་འདྲའི་རྒྱ་ཡག་འདུག་བྱས་ཙང་འདི་ནང་ལ་ཁ་ཤས་ཀྱིས་དེ་འདྲའི་ལག་ཏུ་བཏང། གཅིག་ག་རེ་ཆོལ་ཁ་གོ་ཡ་ག་རེ་ཡོད་རེད་ཆོས་ལུགས་ག་རེ་དེ་འདྲའི་བྲིས་དགོས་ཡ་ག་རེ་ཡོད་རེད་ལ་ངས་དེ་འདྲའི་ཕལ་ཆེར་ཡོང་གི་ཡོད་ས་རེད། བཏང། ངས་ཞིབ་པོ་ཞིབ་པོ་ཤེས་ཀྱི་མ་རེད་དེ་ཡིན་ནའི། ཁོ། བདེན་རྫུན་དྲང་འདི་ང་ཚོ་ད་ད་ལྟ་ག་རེ་ཡིན་ནའི་སྨན་ནའི་ང་ཚོ་ད་ལྟ་བཙན་བྱོལ། སྤྱི་ཚོགས་ནང་ལ་འོས་བསྡུ་བྱེད་ཡག་གི། གཅིག་འོས་བསྡུ་གི System དེ་ག་ལྟར་ཆོལ་ཁ་ཆོས་ལུགས་ཀྱི་འོས་བསྡུ System ནང་ནས་འགྲོ་བསྡད་ཀྱི་ཡོད་དུས་ང་ཚོ་དེའི་ཁོ་ཆོལ་ཁ་ག་རེ་ཡིན་ཆོས་ལུགས་ག་རེ་ཡིན་དེའི་ཡང་གཅིག་གསལ་པོ་ཅིག་ཧ་གོ་ཐུབ་ཡག་དེ་ཁོ་ཕལ་ཆེར་འོས་བསྡུ་དང་གནད་འགག་ཆགས་ཀྱི་ཡོད་རེད་བསམ་གྱི་འདུག་ད་དེ་ང་ཚོ་ད་སྲིད་སྐྱོང་གི་འོས་བསྡུ་ཡིན་ནི་རེད་སྤྱི་འཐུས་ཀྱི་འོས་བསྡུ་ཡིན་ནི་རེད་གང་ལྟར་དེ་གའི་ཚང་མ་ང་ཚོ་ད་སྲིད་སྐྱོང་ད་ཐད་ཀ་འདྲ་བ་ཆགས་ཀྱི་ཡོད་མ་རེད་དེ་སྤྱི་འཐུས་ཀྱི་འོས་བསྡུ་དེ་གའི་ཆ་ཚང་ཆོལ་ཁ་ཆོས་བརྒྱུད་བརྒྱུད་ནས་ཡོང་དགོས་ཀྱི་ཡོད་དུས་དེ་ཚོ་གཅིག་གི། འདིའི་གི། གཅིག་གི་གནས་ཚུལ། Information། འདི་རགས་དགོས་ཡ་དེ་གནད་འགག་ཆེན་པོ། ཆགས་དེ་ཡོད་རེད་བསམ་གི་འདུག་ད་བྱས་ཙང་འདི། ད་འདིའི་གི་ང་ཚོའི་ད་ལྟ། མི་འབོར་གྲངས་ཐོ་འདུས་ཡ་གི་གནད་འགག་འདྲ་པོ་དེ། བཀོད་པ་དམིགས་ཡུལ་འདྲ་པོ་དེ་དེ་འདྲ་ཅིག་རེད་ཤག། དེ་འདྲ་ཡིན་དུས་བསམ་པ་ལ་ང་ཚོའི་སྐད་ད་འདི་གལ་ཆེན་པོ་དངོས་གནས། མི་འབོར་གྲངས་ཐོ་འདུས་ཡ་ཟེར་མཁན་དེ་གལ་ཆེན་པོ་ཞོ་གཅིག་ཡིན་དུས་བསམ་པ་ལ་ང་ཚོའི་སྐད་ད་ག་ཚད་ཅིག་ཁྱབ་ཐུབ་ཐུབ། བྱས་ཡ་ང་ཚོའི་རྒྱུན་ལས་ཀི་ངོས་ནས།

དེ་ནས་བློ་བཟང། འཕྲིན་ལས་ལགས་བྱས། དེ་ནས South East དང North East དངོས་ལ་ཚེ་བརྟན་བཀྲ་ཤིས་ལགས་བྱས། རིན་འཛིན་དབང་ཕྱུག་ལགས་བྱས། བསོད་ནམས་ལགས་བྱས། ཨ་ནི། བློ་བཟང་རྒན་བསྟན་ལགས། ད་བསྡུས་བྱས་བྱས་ནས་ད་ལྟ་བགོ་བཤའ་འདྲ་བོ་དེ་བསྡུས་རྒྱག་ཡོད་ཡིན་ན་ཡང་དེ་ཁྱེད་རང་ཚོ་གི་ཕོམ་ཤོག་རྐྱང་ཡང་དེ་འདྲའི་གི་སྐད་ཆ་དྲི་ཡ་དང་དེ་གས་ཆེ་ད་ང་ཚོ་རྒྱུན་ལས་སུ་ལ་འབྲེལ་བ་བྱས་ནས་འདྲི་གི་ཡོད་ཁ་སིང་ཨི་མལ་ནང་ང་ཚོ་གི་ཅིག་གིས་ཁ་པར་རྣམ་པ་དང་ཆ་ཚང་འདིའི་ནང་ལ་ཨིམེལ་བཏང་བཞག་ཡོད། ད་འདིས་ང་ཚོའི་ལང་ཀ་གཅིག་གི། འདི་རེད་ང་ཚོས་ཁ་བསྡུར་ཐད་ཀར་ཡོང་བྱས་ནས་འབྲེལ་བ་བྱས་ནས་ཕོམ་ཤོག་དེ་དྲ་འདིས་བསྡུས་བསྡད་ཀྱི་ཡོད་ལ་ཡང་ཅིག་ངོ་ཤེས་པའི་བརྒྱུད་ནས་བཏང་བསྡད་ཀྱི་ཡོད། དེ་ནས་ང་ཚོ་ཡང་སྤྱི་ཁང་དང་གཟའ་ཉི་མ་ལ་ང་ཚོ་བོད་པའི་སློབ་གྲྭ་ཚུགས་དུས་ཙམ་པ་ལ་འདི་བསྡུས་ཡོང་བྱས་ནས་ཡང་ཕ་སྐད་ང་ཚོ་ཀར་བྷི་སེན་ཏར་ལ་ཡོང་ནས། འདི་བྱས་ནས་འགྲིག་གི་རེད། ཁྱེད་ཚོ་ཕོམ་ཤོས་རྐྱང་བས་ནས་ང་ཚོ་ཕ་གི་མི་གྲ་སྒྲིག་བྱས་བྱས་ནས་རྒྱུ་ལས་ཀྱི་འདི་གཅིག་གི་འདི་ནས་གསུམ་པ་དེ་ལ་ཡང་ང་ཚོ་གཅིག་གི་ལྷག་དཀར་གི་སྐོར་བཤད་འཁྲབ་བསྡད་དུས་ག་དུས་ཡིན་ནས་འདི་དུས་ག་དུས་ཡོང་པ་ཡིན་ནས་གཟའ་ལྷག་པ་ལྷག་དཀར་ལ་ང་ཚོའི་ཕ་གའི་ཕོམ་ཤོས་ཁྱེད་ཅག་ནས་གྲ་སྒྲིག་བྱེད་ཀྱི་ཡིན་ཁྱེད་ཚོ་འདི་ག་དུས་རྐྱང་ནས་འགྲིག་གི་རེད་ད། ཁ་བཤད་དེ་འདྲའི་དཔེ་ན་གཅིག་གི་དངོས་སུ་ཡོང་མ་ཐུབ་ཡ་ད་འདི་འདྲའི་ཡོད་པ་ཡིན་ན་ང་ཚོ་ད་ལྟ། དེ་ཡིས་ང་ཚོའི་ཨོན་ལཱེན་རྒྱ་སྔགས་ཡོད་པ་བཅས་བཟོས་བཞག་ཡོད། ད་འདི་ཞུ་གོ་ང་རང་ཚོ་གི་ཚུགས་མ་བབས་ཆད་ནས་འདི་ཁོ་ལས་ཀ་བྱེད་ཡག་ཅིག་རེད་དེ་ཁོ་གང་འདྲ་ཨོན་ལཱེན་དང་ཨི་མེལ་བརྒྱུད་ནས་བོམ་ཤོག་རྒྱ་སྔགས་ཡོད་པ་འདི་སྐད་བྱས་ཅིང་ད་ང་ཚོས་ག་ཚད་ཁྱབ་ཐུག་ཐུག་འདྲ་བོ་ཅིག་བཟོས་བཞག་ཡོད་ད་འདི་གཅིག་གི་ཁ་སང་ལས་གཞི་འདི་ད། ད་འདི་བཙན་བྱོལ་བོད་མིའི་སྒྲིག་འཛུགས་ཀྱི་ལས་གཞི་གལ་ཆེན་པོ་ཅིག་ཆགས་ཡོད་ར་ལ་སྤྱི་བཏང་ནས་ད་མི་འབོར་གྲངས་ཐོ་ཟེར་མཁན་འདི། ག་ཚོད་གནད་འགག་ཆེན་པོ་ཡོད་མེད་དེ་ང་ཚོ་ཚང་མས་ཧ་གོ་བར་བྱས་ཙང། ང་ངས་ང་ཚོས་ཀྱི། ད་རིང་དངོས་གནས་ཁོ་རབས་ཅིག་གིས། ཅིག། ང་ཚོ་ཚང་མས་ཀྱི་རྦད་དེ། འདིའི་ཀྱི་མི་འབོར་གྲངས། གྲངས་བཤེར་བྱེད་ཡག་དེ་ནང་ལ་མཉམ་ཞུགས་ཡིན་གྱི་མིན་གྱི་བྱེད་རོགས་བྱེད། ཁ་སང་འདི་ད། ཅིག་ག་ལ་བ་རེད། སོ་སོའི་ཀྱི། ད་ང་ཚོ་ཚང་མ་སེམས་ཤུགས་ཡོད་རེད། སོ་སོའི། གཅིག་གི་ལུང་པ་དང་སོ་སོའི་ཆབ་སྲིད་ཀྱི་ཐོག་ལ་སེམས་ཤུགས་ཆེན་པོ་ཡོད་རེད་དེ་ཡིན་ནའི་ལས་ཀ་མང་པོ་ཅིག་ང་ཚོས་ནམ་རྒྱུན་ཐུབ་ཀྱི་ཡོད་མ་རོ། ད་བྱས་ཙང་མི་འབོར་གྲངས་ཐོ་དག་འདི་འདྲའི་ཆེ་ཡག་འདི་དངོས་གནས་སོ་སོའི་མི་རིགས་ལ་དང་རྒྱལ་ཁབ་ལ་གཅིག་གི་ཞལ་འདེབས་ཟེར་ནའི་རེད་འདི་སྒྲུབ་ཡག་གི་དངོས་གནས་བྱས་ན་སེམས་ཤུགས་འདི་མ་བཏོན་ཡག་གི་ལས་འགན་ཅིག་ཆེན་པོ་ཅིག་ཆགས་འདི་ཡོད་རེད་འདི་ད། ཅིག་དགོས། དཔེར་ན་ཆ་ཤར་ན། རྒྱལ་ཁབ་མང་པོ་གཅིག་ལ་མི་འབོར་གྲངས་ཐོ་འདུས་ཡ་དེ། ཁ་ལོ་རེད་ད་རྒྱལ་ཁབ་མང་པོ་ལ་ན་འགྲིག་མི་འདུག་ང་ཚོ་དེ་ཁྱེད་རང་འདྲ་འདྲ་བོ་ཆ་ཤར་ན་མི་འབོར་གྲངས་ཀ་འདུས་ཡ་དེ་ཁྲིམས་ཁོ་རང་ནང་ལ་གཏན་འབེབས་བྱས་ཤར་ཡོད་རེད། Statistics Act ནང་ལོ་ཁོ་རང་ཁྲིམས་ཁོ་རང་ནས་ལོ་ལྔ་ལྔ་ནང་མི་འབོར་འདུས་དགོས་ཀྱི་ཡོད་པ་དང་མི་འབོར་གྲངས་ཐོ་ཆེ་ས་དེ་གཟི་ཀིས་ད་གནད་འགག་ཆེན་པོ་ཡིན་པ་དེ།

མི་འབོར་གྲངས་འཛུགས་དེ་ཚོ་ལ་ཡང་བེད་སྤྱད་བྱས་ནས་ལས་ཀ་བྱེད་དགོས་ཀྱི་ཡོད་དུས་འདི་ལྟ། ང་རང་ཚོ་ཚང་མས་ཀྱི་ལས་འགན་རེད་ལ་ལུང་སོ་སོའི་རྒྱལ་ཁབ་དང་མི་རིགས་ལ་ཅིག་ག་ལ་བ་ཏེ། ཅིག་གི་ནམ་ཅིག་གི་ནམ་རྒྱུན་ཕྱི་ལོག་དོན་ནི་སྐད་རྒྱག་ཐུབ་ཀྱི་ཡོད་ནི་མེད་ནི་སྐད་འབོད་དང་དེ་འདྲས་ལ་ཡོང་ཐུབ་ཀྱི་ཡོད་མེད་ནི་འདི་འདྲའི་ནང་ལས་མཉམ་ཞུགས་བྱེད་ཡ་དེ་གཅིག་པ་རེད་བསམ་གྱི་འདུག་བྱས་ཙང་འདི་གི་ད་ང་རང་ཚོ་ཚང་མ་གི་ད་འདི་ནང་ལ་ཡིན་གཅིག་མིན་གཅིག་མཉམ་ཞུགས་བྱེད་རོགས་གནང། ཨ་ནི་ཕ་མ་རྒན་པ་ཚོ་ད་ལྟ་དེ། ངས་ད་རེ་བོད་སྐད་ནང་ལ་སྐད་བཤད་རེ་ད་ཡང་ཕ་མ་ཚོ་གི་སོ་སོའི་སྤུ་གུ་ལ་འགྲེལ་བཤད་རྒྱག་རོགས་གནང། ཨ་ནི་འདི་གི་གནས་ཚུལ་དེ་ག་ཚད་ཅིག་སོ་སོའི་ངོ་ཤེས་པ་དེ་ཚང་མ་ལ་བཀྲམ་རོགས་བྱེད། གནས་ཚུལ་དེ་རིང་ངས་ད་ལྟ་དེ Video དེ་ཡང་བཀྲམ་རོགས་བྱེད་རེ་བ་ད་འདི་ང་ཚོ་ག་ཚོད་ཁྱབ་ཐུབ་ཐུབ་བྱས་པ་ཡིན་ན་ང་རང་ཚོ་ཚང་མ་ལ་ཕན་ཐོགས་ཡག་བྱེད་རེ་བ་འདི། འོ་འདི་ཅིག་ཞུ་ཡིན་གྲོགས་སོང་ཨ་ནི་ཚང་མ་ལ་ཐུགས་རྗེ་ཆེ། ཨ་ནི་ཚང་མ་ལོ། བཟོ་བོ་ལྕགས་པོ་གནང་རོགས་གནང་དེ་རྗེས། ཨ་ནི། མགྱོགས་པོ་ཡང་ང་ཚོ་ཐུ་བོ་རེད། ལ་སོགས་བཀའ་དྲིན་ཆེ།